བླ་མ་འདྲ་པོ་འདྲ་བྱེད་ན་ཅིག། བླ་མ་ཐམས་ཅད་ལས་དཔལ་འབྱོར་གྱི་གནས་སྟངས་ཡིན་ན་ཡང་སྐྱོ་པོ། ད་བླ་མ་ཁྱེད་སྐད་ཆ་མ་རེད་གྲོང་པ་སྦྱིན་བདག་ཚོ་ལ་ཡིན་ན་ཡང་དཔལ་འབྱོར་གྱི་གནས་སྟངས་སྐྱོ་པོ་རེད། དེ་ནས་ཡིན་ན་ཡང་ད་ཅིག། གྲོང་པ་མི་སེར་ཚོ་གིས་ད་ཁོ་རང་ཆུང་ནས་གང་ཤེས་དེ་གིས།

ད་ལྟ་ངས་བཤད་མ་ཐག་པ་ནང་བཞིན་རི་ཆུང་ནས་གངས་རིའི་དེ་ཡོད་དེར་བག་ཆགས་དཔེ་ཤུགས་ཆེན་པོ་ཡོད་དེ་དེ་ལྟར་དེ་འདྲའི་རྐྱེན་གྱིས་གཅིག་བྱུང་མ་ཐུབ་དུས་ཨེ་ནས་མི་སྐྱ་བུ་མོ་ཚོ་བློ་ཁ་འདྲ་པོ་རྩ་ནས་རྫོགས་ཐུབ་ཀྱི་མི་འདུག་ཚིམ་ཐུབ་ཀྱི་ཡོད་མ་རེད་ད་ཁོ་རང་ཚོ་གིས་གང་ནས་གཅིག་དགོན་པ་གཅིག་ལས་བརྟེན་ཟེར་བ་དེ་ད་དགོན་པ་དེའི་རྩ་ནས་ང་ལས་གཅིག་ཟ་ཡག་གྱི་རག་གི་རེད་ང་ལས་གོན་ཡག་གྱི་རག་གི་རེད་དགོན་པ་དེ་གས་ང་ལས་གཅིག་དཔལ་འབྱོར་གྱི་གནས་སྟངས་ལས། རོགས་པ་ཅིག་བྱེད་གི་རེད་བསམ་པ་དེ་སུ་གཅིག་ཡོད་མ་རེད་ད་དགོན་པ་དེ་ལས་ཕ་རེ་ས་སྐྱོབ་ས་འདྲ་པོ་བྱེད་བསྡད་ན་དེ་ང་ན་བའི་ཚེ་ལས་དགོན་པ་དེ་གི་ཞབས་རིམ་འབྲུ་ཡག་གི་ཐོག་ལས་དགོན་པ་དེ་གི་ཕན་ཐོག་ཡོང་གི་རེད་ཤི་བའི་ཚེ་ལས་ང་གཤིན་པོ་གི་གཤིན་ཆོག་ལས་དགོན་པ་དེ་གི་ཕན་ཐོག་ཡོང་གི་རེད་བསམ་ནས་ད་མི་སྐྱ་ཚོ་གི་དགོན་པ་ལས་ཆུ་གློག་སྐྱེ་ཡག་གི་དམིགས་ཡུལ་འདྲ་པོ་གཙོ་བོ་ད་དེ་གཉིས་རང་རེད་དེ་གི་ད་དེ་གཉིས་མ་ཐུབ་དགོན་པ་ཚོ་ང་ཚོ་ལས་དེ་ནི་རེད་ཅོག་གི་ད་རྒྱུ་མཚན་མང་པོ་ཡོད་མ་རེད་ད་དེང་སང་འདྲ་བོ་ན་བལྟས་ཟེར་ཅིག་མི་ཆ་ཕོ་མོ་ཚོ་གིའོ་སྔོན་འགྲོ་འདྲ་སྡོད་སྔོན་འགྲོ་ཟླ་ཆོས་རེད་སྔོན་འགྲོ་འབུམ་ལྔ་རེད་དེ་ག་ནང་བཞིན་ཡོང་ཅིག་ཡོང་རྫོགས་ཆེན་གི་སྐོར་འདྲ་ཚེ་སྲོག་ཏུ་ཞུ་བྱེད་ནི་ད་ཅི་མི་མི་ཆ་ཚོ་གིའོ་ཅིག་ཆོས་ཀི་དོང་ནོང་འདྲ་བོ་ད་ཆེ་རུ་ཆེ་རུ་ཟེར་དོང་འདྲ་བོ་འགྲོ་ནི་དེ་འདྲིའི་གི་ལག་ལེན་གྱི་བྱེད་མཁན་ཡོང་འདུག་གི་རེད་དེ་འདྲའི་རྒྱུ་མཚན་གི་ཡང་དགོན་པ་དང་བླ་མ་ལས་བསྟན་བྱ་དེའོ། ད་ཅིག་ཡིན་དུ་ཡིན་འདུག་ཡོད་རོགས་དེ། ད་དེ་སྔ་མ་ཡིན་ན་དེ་འདྲའི་རྩ་ནས་ཡོད་མ་རེད། ད་ཁོང་ཚོ་དགོན་པ་གཅིག་ལས་བསྟན་ཟེར་འོང་དུས། ད་ང་ནར་བའི་ཚད་ལས་ད་དགོན་པ་དེ་གི་ཞབས་རིམ་འདོན་རོགས་བྱེད་གི་རེད། ང་ཚོ་ནང་མི་དག་དག་སོ་སོ་ཀྱི་ཤི་བའི་ཚད་ལས་ཤིང་ཆོག་འདོན་གི་རེད་བསམ་པ་གི། རེ་བ་དམིགས་ཡུལ་གཙོ་བོ་འགྲོ་བ་ཁོང་ཚོ་དེ་ཡིན་འདུག་དུས་ད་དེ་ལས་སྐྱབས་རྗེ་རིན་པོ་ཆེ་འགའ་དཔེ་དོགས་སྣང་སྤྲད་གི་ཡོད་རེད། ད་ཁྱེད་རང་ཚོ་གི་ཅིག། སྐྱབས་རྗེར་མ་ཅི་མཇལ་དུ་སྙུང་གི་ཡོད་ཀྱི་རེད། དེ་ཡིན་ན་ཡང་ད་དེ་གར་བཙལ་གྱི་ཅིག་སྙམ་དུ། འདྲི་ཡུལ་འདྲ་པོ་དུ་གོ་སྐབས་ཡོང་ཡོད་ཀྱི་མ་རེད་ང་ཆུང་ཆུང་ང་ལོ་བཅུ་གསུམ་ནས་ད་གྲྭ་པ་དེ་རེད་བས་སྐྱབས་རྗེ་རིན་པོ་ཆེ་འདི་ད་ང་ལོ་བཅུ་གསུམ་ནས་ད་དགོན་པ་མ་རྫོགས་ཀྱི་བར་དུ་ཟས་སྟོང་འདྲ་པོ་ད་བོས་ཏེ། འདྲིས་འདྲེ་ཆེན་པོ་ཅིག་ཆགས་དེ་ར་བོས་དུས་ང་ཚོ་ལྷ་གོ་གི་ཡོད། དཔེར་ན་མི་འདྲ་བོ་བཞི་ཆགས་ཀྱི་མི་གཅིག་གཅིག་གློ་བུར་དུ་ཤི་ཡ་འདྲ་བོ། ད་ཤི་ཁ་ལ་ཁ་དེ་འདྲ་ཡིན་དུས་དེ་ནས་མི་ཚོ་སླེབས་ནས་གཟིམ་ཆུང་སྒོ་རྡུང་འདོད་གི་རེད། གཟིམ་ཆུང་སྒོ་རྡུང་འོང་དུས་དེ་རིང་གུང་རེ་བཞིན་འོང་རེད་ད། ད་ང་ནང་མི་གཅིག་དེ་འདྲའི་ནད་པ་ཡོད་མཛའ་གྲགས་ཡིན་ཤི་རན་དུ་ཡོད་ད་ཅིག་ཕེབས་རོགས་གྱིས་ཟེར་ཞུ་འོང་དུས་ཡ་སོང་ནས་དེ་ནས་མཚན་ལ་ཕེབས་འགྲོ་མཚན་ལ་ཕེབས་འགྲོ་དེ་ང་ཚོ་གི་གྲྭ་ཤག་དེ་འདི་ཁོང་རེ་གཟིམ་ཆུང་རྩ་འདྲ་པོ་རེད་ད་ཁོང་ཡག་ཡིན་ནི་ད་གྲྭ་པ་ཅིག་ཁྲིད་དགོས་རོགས་ད་ང་ཚོ་སྒོ་རྡུང་ང་ཚོ་སྒོ་རྡུང་ད་ཁྱོད་ཡར་ལོངས་དོ་ང་ལ་རོགས་པ་འགྲོ་དགོས་གི་འདུག་ག་ཤི་ག་ཤི་ཅིག་གི་མི་གཅིག་ད་ཤི་རན་འདུག་གི་འདུག་ཟེར་དེ་དེ་འདྲས་ཞེས་དེ་མཚན་ལ་ཕེབས་འགྲོ་ཟེར་མོ་གྲྭ་ཡོང་མ་རེད་དོ་དུས་དེ་ནས་ད་མཚམས་མཚམས་ཀྱི་གསེར་སྐལ་ཞོན་རེ་འགྲོ་གི་རེད་གསེར་སྐལ་གསེར་སྐལ་སྐྱབས་རྗེ་རིན་པོ་ཆེ་འགའི་ཞོན་ཞེས་རེད་ང་ཚོ་གི་ཞོན་ཞེས་རེད། ད་དེ་འདྲའི་ཕྱིར་མཚན་ནམ་ཤེས་ལེའུ་དེ་རིང་འགྲོ་གི་ཡོད་རེད། ད་དེ་འདྲའི་གི་ཅིག་མི་ཚོང་གི་དཀའ་ངལ་འཕྲད་འོང་དུས། ཡང་ན་དེ་ག་ནང་བཞིན་གི་ད་ནང་འོང་དུས་ཞབས་བརྟན་ཚེ་ཡག་དེ་ཚོ་དེ་ད་སྐྱབས་རྗེ་རིན་པོ་ཆེ་ནས་འབད་དེ་ཞབས་བརྟན་དེ་ཕེ་རུ་ཅིག་ཏུ་ཅིག་ཞུས་བཞག་དུས་ཁུང་རེའི་དང་ལི་ཐོག་ནང་ལ་ཐོ་བརྒྱབ་བསྡད་རེད་ཉི་མ་འདི་ལས་འདི་ཡིན་ན་འདི་ལས་འདི་ནང་ལ་ཡིན་ད་དུ་ཆ་ཚང་ཐོ་བརྒྱབ་ནས་དོ་དུས་ཞབས་བརྟན་ནས་ཕེབས་འོང་དེ་ཉིན་ཧྲིལ་པོ་འཚོགས་གི་ད་ཉིན་ཧྲིལ་པོ། དེ་འདྲའི་ཞེ་ནས་ཞོགས་ཀའི་ཆུ་ཚོད་བདུན་པ་གི་སྔོན་འཚོགས་ད་ང་ཚོ། ག་རེ་ཟེར་ན་ད་དོ་དུས་ཀྱི་ཆུ་ཚོད་ཀྱི་ཐོག་ལས་ད་ང་ཚོ་ཞི་ར་དོང་ནོང་འདྲ་བོ་སྤྲད་ཤེས་གི་མེད་དེ། ད་འདོན་པ་ཚ་ཞིང་གི་ཐོག་ལས་བལྟ་འོང་དུས་ཆུ་ཚོད་བདུན་པ་སྔོན་ནས་འཚོགས་ཡག་དུ་དགོང་མོ་ཆུ་ཚོད་གཅིག་དྲུག་པ་གི་རྗེས་རེད་འདྲ་བོ་བཞག་ཡག་འདྲ་ཆགས་དུས་དགོས་ས་ག་རེ་ཟེར་འདོན་པ་ཚ་ཞིང་གི་ཧ་གོ་གི་འདུག། ཞི་ཁྲོ་གནས་བརྒྱ་རེ་རེ་འདི་འོང་དུས་གྲྭ་པ་བཅུ་གཅིག་མ་དང་དེ་འདྲ་ཞུགས་ཀྱི་མ་རེད་སྤྱིའི་དེ་གི་ཆོས་དཔོན་བྱེད་ཀྱི་རེད། ད་བཅུ་དེ་གི་འདི་འོང་དུས་ཚར་བཅུ་ཐེངས་པ་འདོན་དགོས་ཞི་ཁྲོ་ལས་གཞུང་ཚར་བཅུ། གནས་འདྲེན་ཚར་བཅུ། ལས་གཞུང་རྒྱས་པ་ཚར་གཅིག་གནས་འདྲེན་རྒྱས་པ་ཚར་གཅིག། ལྷ་འོང་དུ་སྦྱར་ནས་དེ་འདྲས་བྱས་ནས། དེ་ནས་ཤིང་མཆོག་འདྲ་པོ་འདི་འོང་དུས་དེ་འདྲ་ཞིག་འདོན་དགོས་རེད་དེ་དེ་ག་ནང་བཞིན་གསོན་པོ་གི་ཞབས་རིང་ཡིན་ན་གང་དགོས་ཀྱི་ཡོད་ཆོས་ཐམས་ཅད་འདོན་ནས། ཧ་ལས་ཡང་གི་ཀུན་རིག་གི་དེ་ལས་ཐུགས་ཁུར་ཆེན་པོ་བཞེས་དེ་གི་རེད། ད་ཡང་འདི་འདྲས་ཀྱི་ཁ་ཤས་ཀྱི་བསམ་བློ་དོར་ནས་ཨོ་ད་དེ་འོས་རེད་དེ་ཡིན་ན་ཡང་ད་དོ་དུས་ཀྱི་དཔལ་འབྱོར་གི་གནས་སྟངས་བླ་མ་སྤྲུལ་སྐུ་ཚོ་ཡིན་ན་ཡང་ཡོང་དགོས་ཀྱི་མེད་འོན་ཏེ་ད་ཞབས་བརྟན་གི་སྐབས་སུ་ཅིག་འབུལ་བ་ཅིག་རག་གི་རེད་ཟེར་ངེས་ཁ་ཤས་ཀྱི་དེ་འདྲས་དྲན་དྲན་གི་ཡོད་རེད་བསམ་བློ་དེ་འདྲས་ཡོང་འདུག་གི་ཡོད་རེད་དེ་སྐྱབས་རྗེ་རིན་པོ་ཆེ་ང་ཚོ་འདི་འདྲས་བལྟ་བསྡད་དུས་མི་ཚོང་ཚོགས་ཀྱི་ཡར་ཕུད་ཡར་དེ།

དངུལ་ཡར་སྒོར་མོ་བརྒྱ་གཅིག་སྤོས་ན་སྒོར་མོ་ལྔ་བཅུ་དེ་བཞེས་ཀྱི་རེད་ལྔ་བཅུ་དེ་རང་འཇལ་རང་བྱ་བྱ་གི་རེད་རྩ་ནས་བཞེས་ཀྱི་མ་རེད། ད་ད་དུས་ང་ཚོ་གི་ཧ་གོ་དེ་རོགས་ད་ད་དུས་དེ་སྣང་བ་འདྲ་ཅི་ཡོད་མ་རེད་ད་འདི་འདྲའི་བསམ་ན་སྟོང་དེ་དེ་དངོས་གནས་ཅིག་ཁོང་གི་ཉིན་མཚན་གཉིས་ལས་ཨེ་རེད། མི་མང་ཚོ་གི་རེ་འདོད་ཀྱི་ཆེད་དུ།

ད་དུག་དེ་རིང་འཛེམ་དགོས་ཀྱི་འདུག་ཟེར་ནས་ཡང་དེ་འདྲའི་བྱས་ནས་དེ་ཞལ་ལག་དེ་ཉིན་གུང་ཁུང་རེ་བཞེས་མ་རེ་ཡོང། འདོན་པ་མཚམས་དེ་ཞལ་ལག་བཞེས་ནས་འགར་ཁུང་རེ་གཟིམ་ཆུང་ནང་ལ་ཚུར་ཕེབས་འགྲོ་གི་རེད། དེ་སུས་ཇག་དེ་ཚོ་ང་ཚོ་ཞོགས་ཀའི་ཚགས་དམ་ནང་མཉམ་དུ་ཁུར་ནས་དེ་རིང་བི་ནང་ལ་འཚོགས་པ་ཕེབས་དུས་དེ་རིང་སུས་ཇག་དེ་ག་རང་ཕུད་དེ་འདྲས་བྱས་དེ་ག་རེད་ད་དེ་དེའི་རྗེས་མ་འདྲ་བོ་སྐབས་སུ་དེ་འདྲས་བྱས་རེད། ཧེ་རྗེས་མ་དེ་རིང་ཡང་གཅིག་དགུང་ལོ་ཡང་ཡག་འདྲེས་དེ་རིང་གཅིག། སྐུ་གཟུགས་ཡང་ཐང་མོ་མེ་འོང་དུས། ད་ཚོགས་རྟེན་རེ་རེ་གཉིས་རེ་རེ་མ་ད་ཉིན་གོང་མོ་ཕེབས་མི་ཐུབ་ངོ་དེ་འདྲའི་ཆགས་སྡང་འདུག་ཡིན་ན་ཡང་ཁོ་རེ་གི་ག་དུས་ཡིན་ན་ཡང་ད་ཞབས་རྟེན་དེར་ཡིན་གྱི་མིན་གྱི་གཏོང་དགོས་ཀྱི་ཡོད་གསུངས་ནས་ཞབས་རྟེན་དེ་རྩ་ནས་ད་འདི་ནས་དགེ་བསྐོས་ཚོགས་ཀྱི་ཚོགས་པ་ཚོགས་མཁན་རག་གི་མི་འདུག་སྤུ་གུ་ཚོ་ཡི་གེ་སྦྱོང་དགོས་ཀྱི་འདུག་ཞབས་རྟེན་འགྲིག་གི་མི་འདུག་ཞུས་འོང་དུས་ཞབས་རྟེན་མི་གཏོང་ས་ནི་དཔེ་དགོན་པ་ཚང་གི་རེད་དཔེ་དགོན་པ་ཚང་མི་ཚོ་མི་ཚོ་ནི་ཕན་འདོགས་དེ་དེ་རེད་མ་ཏེ་ཡིན་ང་ཚོ་གི་ཕན་འདོགས་ཀྱི་ལས་ཀ་གཅིག་གམ་མི་འདུག་ད་དེ་དེ་ང་ཚོའི་གི་དེ་ནས་འཇམ་བསྐྱེད་རྒྱག་ན་དེ་ནི་ད་ང་ཚོ་མི་མི་སྐྱ་ཚོ་ལ་ད་ཕན་འདོགས་ཀྱི་ལས་ཀ་གཅིག་གམ་མི་འདུག་གསུངས་ནས་སང་ཉིན་ཁོ་རང་ཞབས་བརྟན་དེ་ག་བ་ཡིན་ན་སྟོང་རྐྱང་མ་གཏོགས་འབག་གི་ད་འདི་དགོན་པ་གི་ཚོགས་བཙུགས་སྒོ་འདྲ་བོ་ཡོད་དེ་དུ་ནས་སུ་ཁ་ག་རོགས་དེ་མ་གཏོགས་རྒྱུ་འདི་དེ་ག་རང་བྱེད་དེ་ག་རེད་དེ་ཡིན་དུས་ད་ངས་ཁྱེད་རྣམས་པ་ལ་ཞུ་ཡག་འདྲ་བོ་གཅིག་ག་རེད་ཟེར་ན་ད། སྒྲུབ་ཁང་ནང་ལ་ལས་ཐོན། སྒྲུབ་ལ་རྩོལ་ཏེ་སྐྱབས་རྗེར་མུ་ཆེན་སྨིན་སྲས་བཞེས་ནས་ད་བས་ཏེ་ཡར་མ་གྲོང་འབག་གི་གྲོང་ཆོག་ཕལ་བ་འདུལ་བ་བླ་མ་ཚོགས་ཀྱི་དབུ་འཇུག་ཞེས་དེ་འདྲས་བྱས་ཏེ་ད་ཅིག་ད་ལྟ་ཤེས་བྱའི་ནང་བཞིན་རེད་ཅིག། ད་ནང་གི་སྤངས་རྟོགས་ཀྱི་ཐོག་ལ་ཡིན་ན་ཡང་ངས་རྩ་ནས་ཡོད་མ་རེད་ཕན་ཐོགས་ཡོད་མ་ཟེར་བའི་སྐད་ཆ་དེ་མ་རེད་དེ། ད་ཕན་ཐོགས་ཡོད་པ་ཁ་ཡོད་ལག་ཡོད་དེ་ད་སྔགས་དེ་དཔེ་མང་པོ་བགྲང་འདོད་ར།

ད་ཡང་ཅི་དེ་འདྲའི་བཤད་མཁན་དུ་ཡོང་འདུག་གོ་ད་ང་སྐོར་ཟ་གི་མེད་ཟེར་སྐོར་ཟ་དེ་ན་ད་སྡིག་པ་ཆེ་རུ་རེད་འདུག་ང་རང་རྦད་དེ་ནང་ལོག་རང་ནས་ཅིག་ཅིག་ཁ་འདོན་དགེ་སྤྱོད་བྱེད་ནས་སྡོད་དགོས་ཀྱི་འདུག་ང་གྲོང་ཆོག་འགྲོ་གི་མིན་ཟེར་མཁན་དུ་ཡོད་རེད་དེ། སྐོར་ཟ་དང་མི་ཟ་དེ་སོ་སོའི་ལག་པ་ལས་རེད་བ། མིག་གི་འཕུལ་སྦྱོར་དེ་འདྲ་ཡོང་མེད་ན་མ་ལེན་དུ་འགྲིག་གི་འདུག་བ། ག་ཚིག་ལེན་དགོས་ན་ཚུར་ལེན་ནས་ཡང་མཆོད་མེ་ཕུལ་ཆོག་གི་རེད་སྐུ་གསུང་ཐུགས་རྟེན་ལས་གཞན་འདྲ་ཕུལ་ཆོག་གི་རེད་ཡིན་གྱི་མིན་གྱི། དངུལ་དེ་ལེན་ཚེ་རི་སོ་སོའི་ཁག་དང་རྒྱབ་གཉིས་ལས་བེད་སྤྱད་མ་གཏོང་དོ་དེ་ཁོག་གི་དྲི་བ་ཕོག་དོན་ཅི་མི་འདུག་ང་རང་ཚོ་ལ་ཁོག་གི་དྲི་བ་ཕོག་ཟེར་ན་ཡོང་མེད་ན་ཁ་རྣམས་ཟག་བསྡད་ཡག་གི་དེ་ནི་ད་ཟས་ཀྱི་ལྐོག་གྲིབ་ཟས་སྟོང་འདྲ་བོ་ཅིག་ཡོང་མེད་ན་གང་འདུག་གི་རེད་དེ་གཉིས་མ་གཏོགས་ང་ཚོ་ལ་སྤྲང་བོ་འདྲ་མོ་བྱས་དབང་ཡོད་མ་རང་དེ་མ་བྱས་ལ་དེ་ཁོ་རང་ཡར་ག་བ་ཕུད་ནས་ཡར་བེད་དེ་སྐུ་གསུང་ཐུགས་རྟེན་བཞེངས་ས་ལ་ཕུད་ཆོག་རེད་དེ་ག་ནང་བཞིན་གྱི་མཆོད་མེ་ཕུད་ཆོག་རེད་ག་རེ་ཡིན་ན་བྱེད་ཤོག་དོ། དེ་གཅིག་རང་ཡིན་ན་དེ་གི་ཚོགས་ཀྱི་རྫོགས་ཚད་གཟུགས་ཡང་སྦྱིན་བདག་ཚོ་ལ་ཡིན་ན་དེ་ག་ནང་བཞིན་གི་ཡང་ཕན་ཐོགས་ཏན་ཏན་སླེབས་འགྲོ་གི་རོ། དེ་འདྲའི་གི་རིགས་དེ་ཡིན་གྱི་མིན་གྱི་ཕྱིར་རྣམ་པ་གི་ཐུགས་བསམ་གྱི་གཞས་ཚིག་བ་དེ་དཔེ་གནད་འགག་ཆེན་པོ་རེད་དྲན་གི་འདུག་ད། ྋསྐྱབས་རྗེ་རིན་པོ་ཆེ་ཞལ་བཞུགས་ཡོད་ན་ཡང་ཁྱེད་རང་ཚོ་གི་ཨོ ྋསྐྱབས་རྗེ་རིན་པོ་ཆེན་གི་ཐུགས་ཀྱི་དགོངས་པ་དེ་དཔེར་ན་སྒྲུབ་བླ་ནས་ཐོན་ཚར་འགྲོ་དུས་སོ་སོའི་ངོས་ནས་ག་རེ་ཞབས་ཕྱི་ཞུ་དགོས་གི་ཡོད་མེད། ད་སྐྱབས་རྗེ་རིན་པོ་བཀའ་ག་རེ་གནང་གི་འདུག་ག་འདྲའི་མཛད་ཀྱི་འདུག་ཟེར་ནས་ཡང་ཅིག་མིག་གིས་ཡང་དེ་ནས་ལྟ། ཨ་མཆོག་གིས་འོ་ཉན་བྱས་ཡོད་རེད་ད་སྐྱབས་རྗེ་རིན་པོ་ཆེ་འདས་ཚར་བ་ད་དེ་འདྲའི་སྐད་ཆ་ཡོད་མ་རེད་ད་ཡིན་ན་ཡང་སྐྱབས་རྗེ་རིན་པོ་ཆེ་གི་སྔ་མ་གི་གཅིག་ཁོང་རེ་གི་མཛད་པ་གནང་སྟངས་དེ་ཚོ་ཐམས་ཅད་ད་ང་ཚོས་ཧ་གོ་དེ་ཡོད་རེད་ངས་ད་ལྟ་ཞུ་མ་གནང་ཞིག་ང་ཕ་ཁྱི་ལོ་བཅུ་གསུམ་ནས་དགོངས་པ་མ་རྫོགས་གི་བར་ལས་ད་ཅིག་ཅིག་འཇིག་རྟེན་གི་ལུས་སྲོལ་འདྲ་བོ་བྱས་ན།

ཐུགས་ཀྱི་དགོངས་པ་ངོ་མ་གཞན་ལས་ཕན་བཏགས་ཡག་གི་གཅིག་གཞན་ཕན་གི་བསམ་བློ་དེ་ཚོ་ཐམས་ཅད་དེང་སང་ད་རྗེས་སུ་དཔག་ཐུབ་གི་འདུག་ཨ། དུས་ཚོད་དེ་རིང་དུ་ཞལ་གྱི་ར་ཧ་གོ་ཞིང་མི་འདུག་ང་ཚོས་ཡིན་ན་གཅིག་སྣང་སྟོང་དེ་ཚོ་མཐོང་སྡོད་དགོས་ཡ་རེད་ཐོས་སྡོད་དགོས་ཡ་རེད་དེ་དེ་ཡང་ག་རེ་གྱི་དོན་དག་ཡིན་ཟེར་ང་ཚོས་རྗེས་སུ་དཔག་ཐུབ་གི་མི་འདུག་ད་དེང་སང་དངོས་གནས་བསམ་བློ་གཏོང་ན་ཧ་ལས་ཡག་གི། དེ་ནས་གཅིག་གཞན་ཕན་གྱི་བྱ་བ། ད་ཅིག་སྔོན་ནས་ཁ་ཡོད་ལག་ཡོད་ཀྱི། དེ་ནས་ཕན་བཏགས་ཀྱི་བྱ་བ་དེ་རེད་འདུག་འདུག་ཨ། དེ་དེ་ཡིན་ནི་ང་བསམ་པ་ལས་ང་རང་བསམ་འཆར་འདྲ་པོ་ཡིན་ཁྱེད་རྣམ་པ་སྒྲུབ་ལ་ཐོན་ཚར་འགྲོ་དུས་ཨོ་ད་ང་གྲོང་ཆོག་ཡོད་འགྲོ་གི་མེད་ང་གཤིན་པོ་དགེ་བོ་དེ་ནས་སྐོར་ཟ་གི་མིན་གསོན་པོ་དགེ་བོ་སྐོར་ཟ་གི་མིན་ཟེར་ནས་དེ་འདྲའི་བཤད་ནས་སྐོར་ལས་ཞེན་སྣང་འདྲ་པོ་སྐྱེས་དེ་ཨ་དེ་འདི་དེ་ང་བསམ་པ་ལྟས་སུ་ནོར་འཁྲུལ་རེད་དྲན་གྱི་འདུག་སྐོར་བཟའ་དང་མི་བཟའ་དེ་སོ་སོའི་ལག་པ་ལས་རེད་ཡིན་གྱི་མིན་གྱི་དངུལ་དེ་ལེན་ཚར་རེད་ཡིན་གྱི་མིན་གྱི་ཁ་ལ་ཟ་དགོས་མ་རེད་རྒྱབ་ལ་གོན་དགོས་མ་རེད་དེའི་དངུལ་དེ་དཔེར་ན་ང་ལ་འདི་ལ་ག་ཚད་འདུག་ངས་ཁ་སང་གི་ནས་ཕུལ་ཚར་ཡིན་དངོས་གནས་ང་ལ་ལེན་ཧ་ལས་འཕྲད་གི་འདུག་བསམ་ན་རེ་སྟོང་དང་ཨ་མིག་གིས་དཔེ་དེ་ཉིན་དང་མཚན་ཟླ་བ་དང་ལོ་ལ་དཀའ་ལས་རྒྱག་གི་འདུག་དངུལ་དེ་ང་ཚོ་སྐར་མ་རེ་རེ་གཉིས་རེ་ལ་ལེན་རྒྱག་རྒྱུ་དེ་ལྟར་བསམ་ནས་ཧ་ལས་ཡག་རེད་བ་དང་གཙང་ནི་མི་རུང་བ་རེད། ཡིན་ནའང་བྱས་ཡག་ཅི་གང་མི་འདུག་ད་ཕ་ཁུར་རྒྱུག་ཟེར་ད་ནི་ག་རེ་ཟེར་གི་ན། ངས་འདི་འདྲའི་ཡག་ཕུལ་དུས་ཁོ་ཁུར་རྒྱུག་ཟེར་ནས་ལེན་རོགས་བྱེད་ཀྱི་མི་འདུག་ཟེར་ནས་ཡང་བསྐྱར་ཁ་ཤས་ཀྱི་བསམ་འཆར་རྣམས་མ་གསུངས་ནས་ཚུར་རྒྱག་འོང་གི་འདུག་ཨ། བྱས་ཡག་ཅི་མི་འདུག་དེ་ཡག་གཞན་དེ་ཡག་མ་ག་བ་ཡང་ན་ཅེས་ཕ་ཕུལ་གྱི་འདུག་ཁོ་ལ་ཟ་དང་མི་ཟ་སོ་སོའི་ལག་པ་ལ་རེག་འདུག་ཡིན་གྱི་མིན་གྱི་ཡོད་ཚད་ཙམ་ཞིག་ཟ་དགོས་ཀྱི་མི་འདུག་དེ་ཅི་སྟེ། དེའི་བསམ་བློ་དེ། ང་བསམ་པ་ལ་ཅིག་སྐོར་གྱི་ཉེས་པ་ལས་གོས་མི་དགོས་ཀྱི་ཐོག་ལས་ཡིན་ན།

ཡིད་ཀྱི་རྒྱུ་མཚན་གྱིས་ད་ཁོ་ཚོ་གི་དད་པ་མི་བྱ་དེ་སྐད་ཆ་མ་རེད། དོ་དེའི་མགོ་དང་པོ་ཀླད་དེ་དེ་ད་སྲིད་དོན་གྱི་བསམ་ན་མང་པོ་ཤེས་སྲིད་དོན་གྱི་ཐོག་ལས། དེ་རིང་མང་ཆགས་གི་ད་མི་མང་ནང་ལ་དཀྲོག་གཏམ་རེ་བ་ག་རེ་བྱེད་ག་རེ་བསམ་སྐྱབས་རྗེ་རིན་པོ་ཆེ་རྒྱ་རིན་པོ་ཆེ་ལ་དད་པ་ཡོད་མ་རེད་རྒྱ་རིན་པོ་ཆེ་ལ་ཁ་བཏེག་བཅག་མཁན་རེད་ཟེར་ནས་ད་དེ་པས་ཤུགས་ཆེན་པོ་གྱིས་ཁྱབ་བསྒྲགས་བྱེད་འོན་དུས་ད་མི་མང་ཟད་དུ་འུར་རྒྱུག་རེ་བ་ད་འུར་རྒྱུག་རེ་བ། ད་དེ་དྲན་འདིར་ཨོ་ད་པད་ནོར་རིན་པོ་ཆེན་གྱི་སྐེམ་བཞི་པའི་རིན་པོ་ཆེན་ཟེར་གི་རེད་ཁོང་ཚོས་སྐེམ་བཞི་པའི་རིན་པོ་ཆེན་སྐེམ་བཞི་པའི་རིན་པོ་ཆེན་གྱི་ལྗགས་རིན་པོ་ཆེན་ལ་དད་པ་ཡོད་མ་རེད་ང་ཚོས་དེ་འདྲའི་ཞུ་ན་འགྲིག་གི་མ་རེད་ད་ང་ཚོ་ཁུངས་བཙལ་ཏེ་ཨོང་ཞུ་ག་འགྲོ་རྒྱུ་ཡོད་མ་རེད་ཆོས་ཞུ་ག་འགྲོ་རྒྱུ་ཡོད་མ་རེད་ཟེར་དོན་དག་དེའི་ཐོག་ལ་དེ་ནི་ཁོང་ཚོ་གི་འཛེམ་འདུག་ཡོད་རེད་མ་གཏོགས་སྐྱབས་རྗེ་རིན་པོ་ཆེན་གྱི་བཀའ་གདམས་པ་ལ་སྐྱོན་ཡོད་རེད་ཟེར་མཁན་ཡོད་མ་རེད་སྐུ་ཡོན་མི་འདུག་ཟེར་མཁན་ཡོད་མ་རེད། མི་ལ་ཕན་བཏགས་ཀྱི་མི་འདུག་ཟེར་མཁན་ཡོད་མ་རེད། སྐྱབས་རྗེ་རིན་པོ་ཆེ་གིས། འདི། བལ་སྐོར་བར་གྱི་གཞིས་ཆགས་གསར་རྙིང་གཉིས་ཀ་ལས། ད། གཅིག་ལུང་པར་གྱི་ས་བཅུའི་རི་བཅུད། དེ་འདྲའི་གྱི་ཆེད་དུ་ཕན་ཐོགས་ཡོང་བ་ལས་བུམ་ཐེར་བསྒྲུབས་རེད་བུམ་ཐེར་སུ་གང་ཇི་འདྲ་ཡོད་མ་གདའ།

དབྱར་ཁ་ལས་ཆར་ཆར་པ་ཡིན་ན་དུས་སུ་བབ་རྒྱུ་ལོ་ཏོག་ལས་རྫས་དེ་འདྲའི་རིགས་བསྲུང་འོང་དུས་ཁ་ཤས་ཀྱིས་མི་དགོས་ཟེར་གི་རེད་བུམ་པ་ཟེར་བུམ་པ་གི་ལས་ཀ་ཅི་མི་འདུག་ཟེར་བོད་དུས་འདི་བཟང་རིང་པོ་ཅིག་ཟེར་མི་ཞིག་ཡོད་རེད་ཧ་ལས་གི་ལྟ་སྐོར་བོད་དེ་ཤུགས་ལྡན་ལས་ཞན་སྒོ་ཆེན་པོ་ཅིག་རེད་འདུག་ད་དེ་འདྲས་ཀྱི་ལབ་ལབ་རེད་ཁོ་འདས་ལ་དེ་ཁོ་བུམ་པ་དེ་མི་མང་ནང་ལ་མ་བསྐྱགས། ལྟོས་འདུག་ཟེར་འདི་མགོ་བསྐོར་རྫས་ཀྱི་བཅའ་ལག་རེད་ཟེར་འདིའི་ནང་ཅི་གང་མི་འདུག་ཨ་ཟེར་ཅི་འདུག་ཟེར་ད་འདི་གི་ཕན་ཐོག་གི་ལས་ཀ་ག་རེ་འདུག་ཟེར་ནས་དེ་འདྲིའི་གི་སྐད་ཆ་དེ་འདྲ་བྱུང་འདུག་ཨ་ཟེར་དེ་འདྲའི་བྱུང་ཨ་ནི་རྦད་དེ་སྐེམ་བཞི་པའི་རིན་པོ་ཆེ་གིས་ཁྱོད་རང་ཚོ་མགོ་བསྐོར་རྫས་རེད་མ་འདུག་ཅི་གང་གི་ཁུངས་ཁྱོད་ཕན་ཐོག་གི་ལས་ཀ་མི་འདུག་ཟེར་ནས་དེའི་ལོ་དེ་ན་ལས་དཔེ་གཅིག་མི་མང་ཚོ་དེ་གི་ཁ་མཆུ་འདྲ་པོ་བྱེད་ནས་གཅིག་ལྷག་པར་དུ་གཅིག་དཔལ་ནོར་རིན་པོ་ཆེ་ནི། འཛེམ་པ་ཞིག་གིས་དེ་འདྲའི་དུས་ཚོད་བྱུང་སོང། དེའི་ལོ་དེ་ལས་ཆར་པ་དེ་གཙང་ནས་བར་བོ་མི་བྱེད་ནས་སྦེལ་ཀོབ་པ་ཆ་ཚང་གི་སྟོན་ཐོག་དེ་སྐམ་པོ་ཆགས་ས་རེད་དེའི་ལོ་དེ་ལས། སྟོན་ཐོག་རྩ་ནས་མ་རག་རེད། ཁ་ཤས་ངུ་དགོས་མེད་དེ་རིགས་ཆགས་ས་རེད་ད་ད་དུས་ག་ས་ནས་ཞིང་ཁ་ལ་སྟོན་ཐོག་མ་རག་ན་ཟ་ཡག་ཅི་གང་ཡོད་མ་རག་དེའི་ལོ་དེར་དེ། སྐྱེམས་དང་པོ་ཡ་གས་ལ་ཁོས་ཁྱོད་བཤད་བྱས་མི་མང་ནང་ལ་འདྲི་བཤད་རྒྱག་དུས་དེ་ད་སྐྱེམས་དང་པོ་ནང་ལ་ང་ཚོ་ལས་འབྲེལ་བ་ཡོད་མཁན་མི་ཚང་རེ་རེའི་སྙིང་ནས་མ་གཏོགས་ཡོད་མ་རེད་ཨེ་རེད་ཁོང་ཚོ་སྙིང་རྗེ་མ་སླེབས་རེད་ང་ཚོ་ད་སླེབས་ད་དེ་རིང་འདི་འདྲི་ལབ་གི་འདུག་ད་འདི་འདྲི་བྱེད་གསུངས་ད་ཟེར་ནས་ད་ལབ་བསྡད་གི་ཡོད་རེད་དེ་ག་ཚད་ཀྱི་ད་དཔེ་དེ་ཁ་གཏོང་གི་ཡོད་རེད་འཛེམ་བག་བྱེད་བསྡད་གི་ཡོད་རེད་དེ་རིན་པོ་ཆེ་རྩ་ནས་དབྱེ་བ་ཤེས་གི་མ་རེད་རྩ་ནས་ཤེས་གི་མ་རེད། ད་དེ་འདྲའི་རྐྱེན་ཤས་རྗེས་མ་ད་ཁོ་གནས་ཚུལ་བདེན་པ་མ་རེད་བ་རྒྱ་རིན་པོ་ཆེ་ལ་དད་པ་མེད་རྒྱུ་སྐད་ཆ་མ་རེད་ཉོན་མོངས་སྲིད་རྗེས་ད་ཕྲག་དོག་གི་སྒོ་ནས་ཐེངས་གཅིག་ང་ཚོ་བ་ཡུལ་ལས་གཏེར་མཛོད་གནང་དུས་རེད་ད་བ་ཡུལ་ལས་གཏེར་མཛོད་གནང་དུས་རིན་པོ་ཆེ་ཞེ་ཆེན་དགོན་པ་ལ་གཏེར་མཛོད་གནང་རེད་ཟེར་འོང་དུས་ད་དཔེ་དེ་རང་འཚམས་ཀྱི་མི་ཉིན་མ་རེ་རེ་བཞིན་དུ་དཔེ་དེ

ཡང་དགུང་ཟླ་མཚན་བརྒྱ་རུ་ངུ་འདུག་ཟེར། ད་དེ་འདྲའི་གི་ད་དཔེ་དེ་གཅིག། ག་ཟེར་གི་ད་ཤོ་རིའི་ཆགས་སྡང་དེ་འདྲ་བྱེད་དེ་ག་རེད་དེ་ག་ནང་བཞིན་བལ་བཀོད་པ་ལས་དེ་ག་རང་རེད། ཡིན་ན་ཡང་དེའི་ནང་ནས་ལོ་གཅིག་ལས་ད་དེ་ལས་ཀྱང་ཤུགས་ཆེ་ཚུལ་བྱས་སོང། བལ་དེ་རྩ་ནས། དངོས་སུ་ཁོ་རང་བལ་དེ་མང་ཚོགས་ཚོ་སྡུག་གོང་བྱས་ནས་དེའི་ནང་ལོ་ལས་དེ་ནས་བལ་ནོར་མི་ཆེ་གི་འདི་འདྲའི་མགོ་བསྐོར་དེ་ག་རེད་ཟེར་བུམ་གཏན་འདི་ཚོ་ལ་ཅི་འདུག་ཟེར་ནས།

ཅིག་འདི་ཞིག་སྙིང་གི་སྐྱབས་གཞོལ་མཁན་དེ་དེ་མང་རུ་མང་རུ་ཆགས་འདོད་གི་རེད་ད་དེང་སང་ནི་ད་ཧ་ལམ་ཆ་ཚང་ཆགས་ཚར་འདུག་བ་དེ་འདྲ་ཡིན་ཚེ་དུས་དེ་འདས་དུས་ཡང་ཅིག་བླ་མ་རྣམ་པ་གི་འགན་ཁུར་ཨེ་དེའི་སྟེང་དུ་ད་འདས་ནས་གྲྭ་ཚང་གི་གྲྭ་པ་དེ་ཚོ་གི་དེ་ནས་སྦྱིན་བདག་ཁ་ལ་ག་རེ་དགོས་དགོས་ཡིན་ན་དངོས་གནས་གྲྭ་ནས་སོ་སོའི་ལྷག་བསམ་རྣམ་དག་གི་ཐོག་ལས་གསོན་འབུལ་ཡིན་ན་སྐུ་རིམ་འགྲུལ་ཡག་པོ་འགྲུ་རུ་ཞེས་གཤིན་པོ་ཡིན་ནའང་གཤིན་ཤོག་དེ་ཚོ་ཐོག་ལས་ཅིག་ཕན་ཐོག་བགྱིད་དོ།

བྱ་སྒྲོ་གཙོ་དེར་ཁ་ཉེ་རུ་བྱེད་ཀྱི་མི་འདུག་ཟེར་གྱི་འདུག་དེ་ནང་བཞིན་བླ་མ་གཙོས་མཁན་ཡོངས་དེ་འདྲས་བྱེད་ཀྱི་འདུག་ཨེ་ད། ཉི་མ་སྐྱིད་ད་གནམ་གྲུ་ནས་ནི་དཀའ་ངལ་ག་འདྲས་ལས་ཟེར་དངོས་ནས་བདེན་པ་ཡིན། དེ་ཡིན་དུས་དེ་ཚོ་དོགས་ལས་ཡིན་གཅིག་མིན་གཅིག། མིག་གིས་བསྐུར་མ་འཇམ་མཁན་ལ་ལྟོས་ཨ་ཡོད་མ་སོ་སོ་རང་གིས་རང་བལྟ་བའི་སྒོ་ནས་ཧ་གོ་བ་བྱེད་དགོས་ཀྱི་འདུག་ཨ་ཧ་གོ་བའི་སྒོ་ནས་སོ་སོ་གིས་མ་བསྐུར་དྭང་བླང་གི་ཐོག་ལས། ལྷག་བསམ་རྣམ་དག་གིས་ད། གཅིག། ཧ། ཚོགས་བཙུགས་སྒོ་དགོན་པ་ནང་ལོགས་ཡིན་ན་འདྲ་ཕྱི་ལོགས་ཡིན་ན་འདྲ

མང་ཆེ་ས་པ་རེད། ཨ། མང་ཆེ་ས་པ་རེད། ཨོ་ས་པ་ཡིན་ན་ཡོད་གེ་ཅི་མ་རེད་དེ། ད་དེ་འདྲི་བྱེད་དེ་ག་ར་དེ་སྐྱབས་རྗེ་རིན་པོ་ཆེ་གི་ཕྱག་སྲོལ་རི་དྭགས་མ་དང་འདི་གསར་པ་དྲུག་གི་རྣམ་པ་གི་གསར་གཏོད་དེ་ག་གང་གེ་མ་རེད་སྐྱབས་རྗེ་རིན་པོ་ཆེ་སྔ་མ་ནས་བླ་མ་ཚོ་དོ་དི་སྒྲུབ་ཁོངས་དེ་ཡོག་མ་རེད་དེ་ཡིན་ན་ཡང་བླ་མ་སྐུ་བགྲེས་པ་ཚོ་ཐམས་ཅད་ལས་རྡོ་རྗེ་སློབ་དཔོན་གི་དབུ་ཞྭ་དེ་ཚོ་ཁོང་རེ་རང་གི་ནི་རེ་བཟོས་གསུངས་ནས་བཟོ་བཅུས་ནས་དེ་ནི་རྦད་དེ་རྡོ་རྗེ་སློབ་དཔོན་གི་ཀྱི་སྔ་སོར་དེ་འདྲས་བྱས། ད་དེ་ཚོ་ཐམས་ཅད་ཀྱི་དཔེ་ན་ནང་ལ་དགོན་པའི་ཚོགས་བཙུགས་དགོས་ཡིན་ན་འདྲ་ཕྱི་ལོགས་ལས་དེ་ནས་གྲོང་པ་ཁག་གི་ཆེད་དུ་ཞབས་རིན་ཡིན་ན་འདྲ་ད་དེ་ཁོ་རང་རྦད་དེ་ཚོགས་པ་དེ་གི་ཚོགས་མགོན་འདྲ་བོ་བྱས་ནས་དེ་འདྲས་བྱས་ན་སྔ་མ་སྐྱབས་རྗེ་རིན་པོ་ཆེ་དེ་འདྲས་གནང་འདུག་རེད་ཡང་དེའི་རྗེས་ལ་དེ་སྒྲུབ་ཁང་བཙུགས་རེད་ད་སྒྲུབ་ཁང་ནང་ལ་དེ་སྒྲུབ་ལ་ཐོན་འདུག་དེ་ད་བཤད་མ་དགོས་པར་བ

དེ་ནི་བསྙེན་པ་ས་ཡ་ཙམ་མ་ཟད་པ་གི་དེ་ནི་ཡ་གཅིག་གི་དངོས་གཞི་གི་མྱ་ངན། ད་རྫོགས་པ་ཆེན་པོ་གི་ཁྲེགས་ཆོད་གི་མྱ་ངན་ཐོད་དཀར་གི་མྱ་ངན་དེ་ཚོ་མྱ་ངན་དེ་ཚོ་ཡིན་ནའང་དང་རྦད་དེ་ཅི། མུ་མཐུད་ནས། ག་ཚད་ཡིན་ན་ཡང། ད་ཉམས་ལེན་གི་ངང་ལ་ད་བརྩོན་པ་སྐྱེ་ཡག་འདྲ་པོ་དེ་ཚོ་ད་འཇིག་པའི་གནད་འགག་ཆེན་པོ་རེད་དྲན་གི་འདུག་མ་གཏོགས་ད་ང་ཡང་ཅི་སྒྲུབ་ལ་དེ་ཐོན་སོང་ཟེར་ནས་ཡང་ཤི་ཆགས་ཀྱི་འགྲོ་ས་ག་བ་འདུག་འདྲ་ལྟ་བདེ་ན་ཏོ་དེ་ནི་དཔེ་ཐབས་སྐྱོ་པོ་འདྲ་ཆགས་འདྲ་གི་འདུག་ཨ། ཅིག། འདི་བ་ལས་ཉེ་ཀོ་ལི་ཅི་ཁང་ཁོ་ལི་ཅི་ཡོང་སྒོ་ཆེན་པོ་ཅིག་མི་འདུག་ད་ཤི་རྒྱང་འདྲ་ཡི་ཐག་སོང་ན་དེ་ནས་རྦད་དེ་དངུལ་གྱི་ཡོང་འབབ་ཆེན་པོ་འདུག་བསམ་ནས་དོང་ནས་ལྷག་བསམ་ཀུན་སློང་དེ་གི་ལྷག་བསམ་འདྲ་པོ་དེ་ཕག་རྒྱག་ནས་ཀུན་སློང་འདྲ་པོ་དེ་འདྲའི་སྐྱེ་ཚར་དུ་དཔེ་ཐབས་སྐྱོ་པོ་རེད་འདུག་འདི་བ། དེ་འདྲའི་མི་ཡོང་བ་གི་ཐོག་ནས་དངོས་གནས་དྲང་ནས་རང་གི། མི་ཚེ་ཟེར་ཡ་དེ་ང་རང་ཚོ་སུ་ཡིན་ནམ་དཔེ་མི་ཚེ་རིང་པོ་ཅིག་གི་བསམ་བློ་གཏོང་འདོད་རེད་དེ་མི་ཚེ་རིང་པོ་གང་ཡང་ཡོད་མ་རེད་ད་གང་ཡང་ཡོད་མ་རེད་ད་ང་ཚོ་ག་ཚད་མི་དགོས་ག་ཚད་རྒྱུན་རིང་ཟེར་ན་ལོ་བརྒྱ་ཆུ་སྡོད་དགོས་རེད་བརྒྱ་ཆོད་ཀྱི་དུས་ཚོད་ཀྱི་ལྟོས་ད་ཁྱེད་རྣམ་པ་ད་ཆེ་གེ་ལ་ལ་ད་རྫོགས་ཚར་དེ་རེད་ད་བརྒྱ་ཆུ་ཕུན་ཆོད་སྡོད་པའི་དབང་དུ་བཏང་ན་དེ་ཅི་གང་མི་འདུག་ད་དཔེ་དེ་རྒན་འགོ་ལྟོས་ད་འདས་ལོ་བརྒྱ་ཆུ་གང་སྡོད་དེ་ཁྱེད་ཚོ་སྙིང་རྗེ་ད་འགྲོ་ན་འགྲོ་མི་ཐུབ།

ད་ལོ་བརྒྱ་བཅུ་གི་ཚུན་དུས་དེ་ལས་ག་རེ་ན་སོ་སོ་གི་བྱེད་ཐུབ་ཀྱི་འདུག་བསམ་འདོད་ན་བསྡད་ཐུབ་ཀྱི་རེད་སྙན་པ་སྐྱེས་ན་སྐྱེས་ཐུབ་ཀྱི་རེད་སྒམ་བརྒྱབ་ན་བརྒྱབ་ཐུབ་ཀྱི་རེད་དཔེ་དེ་གཅིག་སོ་སོ་གི་མིག་གིས་མཐོང་ཀྱི་རེད་ཨམ་མདོག་གིས་གོ་ཀྱི་རེད་ཡར་ལོངས་ཐུབ་ཀྱི་རེད་མར་སྡོད་ཐུབ་ཀྱི་རེད་དེ་འདྲའི་གི་ཚད་ལས་ཡང་དུས་ཚོད་དེ་ཆུད་ཟོས་སུ་མ་གཏོང་ནས་གང་ཐུབ་ཐུབ་ནུས་པ་གང་ཡོད་ཡོད་དེ་བསྒྲིམས་འདུག

དེ་ནས་བླ་མ་གཅིག་གི་མིང་འཁུར་ནས་ཅིག་འཇིག་རྟེན་ཆོས་རྗེ་བསྒྲུབ་ས་འདྲ་བོ་མི་བཞེས་ནས་སྔོན་ནས་ཅིག་བསྟན་པ་ཤེས་དང་ཞེ་དྲག་ལྷག་པར་དུ་ཡང་ད་སོ་སོའི་རྩ་བའི་བླ་མ་གཙུག་གི་ནོར་བུ་སྐྱབས་ཀྱི་བདེ་བར་གཤེགས་པ་གི་ཐུགས་ཀྱི་དགོངས་པ་འཁུང་རེས་ཀྱི་དཔལ་དེ་དག་དམིགས་ཡུལ་དཔལ་དམིགས་ཡུལ་རྒྱང་ཐག་རིང་པོ་དེ་འདྲས་གནང་འདོད་བ་དེ་གི་དག་གང་ཐུབ་དུ་ང་རང་གི་ཡིན་ན་ཡང་བསྒྲུབ་ཐུབ་པ་ཅིག་བྱེད་དགོས་བསམ་བསམ་གི་ད་སོ་སོའི་དཔེ་དེ་ཀུན་སློང་ཡིན་ནའང་དེ་འདྲའི་གཅིག་གིས་ཀུན་ནས་སློང་འདི་གཅིག་དེ་འདྲའི་རྗེས་དང་མཐུན་པའི་གི་འགན་གཅིག་ཁུར་ཤ་ལས་ཀྱི་གནང་དོ་མི་ཐུབ་པ་རྩ་ནས་མི་འདུག་ཨ། སེམས་ཤུགས་ཟད་དེ་ཧ་ལས་གནད་འགག་ཆེན་པོ་རེད་འདུག་ཨ། ད་ངས་གཅིག་ཡང་འཇོན་གི་མ་རེད་གཉིས་ཡང་འཇོན་གི་མ་རེད་ཟེར་རང་གིས་རང་ལ་མ་སྨད་ར་འདྲ་པོ་གཏོང་རང་གིས་རང་དཔའ་དཔའ་ན་མ་སེར་མ་ལྕགས་དེ་འདྲ་ནི་ཅི་གང་བྱེད་ཐུབ་གི་མ་རེད་བ། དེ་འདྲའི་དེ་འདྲའི་མ་ཡིན་པའི་གི་བྱེད་མི་ཐུབ་པ་རྩ་ནས་ཡོད་མ་རེད་ཁྱེད་རྣམ་པ་ཐམས་ཅད།